རྩ་བ་ནི་གཞུང་ཁོ་རའི་ལུས་བཅད། བརྩོན་འགྲུས་ཁུ་བསྡུ་ཆ་བྱས་ནས་ཁོ་རང་རང་ནང་ལོགས་ལས་ཕལ་ཆེར་ས་དཔྱད་ལྟ་བུ་མ་རོགས་ཚོགས་པ་སོགས་མ་ཕྱེ་ནས་ཡོང་བ་རེད། ཨོ་དེ་འདྲ་ཡིན་དུས། ཁོ་ར་མ་རྩ་བ་རྩ་བའི་སྟེང་ནས་མ་ཁུ་བསྡུ་ལ་མ་ཕེབས་པ་མ་གཏོགས་དེ་ས་དཔྱད་དུ་གྲགས་ནས་གསུང་མ་སོང། ང་ཡི་དོར་དེ་ས་དཔྱད་དུ་གྲགས་མ་དགོས་པ་བྱས། ཁྱེད་རང་ཚོ་ས་དཔྱད་གྲགས་ནས་དོན་གཉེར་བྱེད་མཁན་ཡིན་ན་རང་རང་སོ་སོའི་འགྲེལ་པ་ག་འདྲ་ཅིག་ལས་བསྟན་གྱི་ཡིན་ནའི་འགྲེལ་པ་དག་གས་ས་དཔྱད་གཞི་ལ་བཞག་ནས་ཕྱིན་བཞག་ན་མ་འགྲིག་པ་ཁྱེད་མི་འདུག་ག། ཤེས་སོང། ཡང་ཅིག་ཀློག་ལ་དཔེ། ཤར་དལ་བུ་ཡང་ཡག་ལ་ཡ། ས་བཅད་མ། ས་བཅད་བཀྲམ་ནས་བྱེད་ཀྱི་ཡིན། ས་བཅད་ཁུངས་ལ་ཡ། ཨེམ་དོན་དག་འདིར་བཙུགས་ག་སོགས་རེད། ཧྲིལ་གྱིས་ཧྲིལ་གྱིས་ཚུར་བསྡུས་ཡོང་བ་ཡིན་དུས་ཆ་ནས་ཀློག་ལ་ཆ་དལ་བུ་སྐྱེས་ཡག་རེད་ས་བཅད་ཡོད་ན་ཡང་ཐེངས་དགེ་མཚན་ཆེན་པོ་ཡག་རེད། ད་ཡང་ས་བཅད་མེད་པ་བྱས་རྩ་བ་ཁོ་ར། ལེའུ་བཅུ་བོ་དེ། ཨེ་ནི་ལེའུ་སོ་སོ་བཟོས་དང་ནང་དོན་གཙོ་ཆེར་བྱས་ར་འདུག་འདུག་འདུག་འདུག་སེ་ཡིན་བསམ་པ་ཞིག་གིས་ཀློག་ལ་མ་དགའ་རོགས་གོམས་འདྲིས་བྱས་ནས་ཡོད་པ་ཡིན་ན་ནི། ཨེ་ནི་སྤྱོད་འཇུག་ཟེར་དུས་ལེའུ་བཅུ་བོ་དེ་ཀློག་ལ་མ་འདུག་ཤར་ཡོང་དུས་ཆ་ནས་ཨེ་ནི་སེམས་ནང་ལ་ཡ།

འོ་ཡང་བྱང་ཆུབ་སེམས་དཔའི་དགེ་འདུན་རྣམས་ལ་ཡང་དག་བྱ་རྒྱུ་དགྲ། བྱང་སེམས་དགེ་འདུན་རྣམས་ལ་ཡང་བྱ། ཕྱག་འོས་ཀུན་ལའང་ཟས་འདི་གི། ཨཱ་ནི། ཅིག་ཉན་རང། ཨཱ་ནི། འོ་ཡང་འཕགས་པ་དང་དེ་དག་འདྲ། ཉན་རང་སོགས་ལགས་སོ་འདྲ། གཞན་ཡང། ཨཱ་ནི། ང་རང་ཚོ་ཐ་མལ་པའི་ནི། བ་ཡིས་ནི་པའི་འདུལ་བ་ནི་བཤད་བཤད་པའི་དག་ཅིག་མཁན་པོའི། ཨཱ་ནི་མཚན་ཉིད་ཚང་ནི་ཡོད་དེ་ངེས་ཀྱི་དག། མཁན་པོ་དང་དེ་ག་ནི་བཞིན་སློབ་དཔོན་དང།

སེམས་ཅན་གྱི་ངོས་ནས་གོ་སྐབས་ཅིག་བྱུང་བ་ཡིན་ན་རང་གི་ངོས་ནས་དང་རྡ་པའི་ཞལ་འདོན་པའི་མཐར་ཕྱིན་པ་ཞིག་དང་གྲུབ་ནུས་པ་ཞིག་ཡོང་བ་ལ་ཡང་ནི་སངས་རྒྱས་ཀྱི་གོ་འཕང་མ་ཐོབ་ན་ཡོང་རྒྱུ་མ་རེད་དེ་ག་རེ་ཟེར་ན་ཞལ་འདོན་གྲུབ་པ་ཡང་ནི་ང་རང་ཚོ་ནང་པ་སངས་རྒྱས་པའི་ཆོས་ཀྱི་ཐང་ནས་ནི་འཇིག་རྟེན་བཀོད་པ་པོ་ལྟ་བུ་བདེ་སྡུག་སངས་རྒྱས་ཀྱིས་བྱས་པ་འདྲ་བོ་རྡ་པས་དེ་འདྲ་ཞིག་མིན་པར་ང་རང་ཚོ་རང་རང་སོ་སོའི་ལས་ཀྱི་གཞན་དབང་ཅན་ཆགས་ནས་ཡོང་བ་ཡིན་དུས་སེམས་ཅན་རང་རང་སོ་སོ་ན་ག་ཏུ་མཉམ་པའི་སེམས་ཅན་རང་རང་སོ་སོ་བདེ་བ་མཐར་ཐུག་པར་ལྡན་པ་ཞིག་དང་སྡུག་བསྔལ་དག་བྲལ་བ་ཞིག་ཡོང་བ་ལ་ཡང་སེམས་ཅན་རང་རང་སོ་སོའི་ངོས་ནས་འབད་རྩོལ་བསྐྱེད་དེ། སྡུག་བསྔལ་གྱི་རྒྱུ་མཐའ་དག་ལ་བར་ག་སོགས་རེ་མེད་པ་སོགས་དུས་ཡ་གཅིག་དང། བདེ་བའི་རྒྱུ་མཐར་ཐུག་པར་གྲུབ་ཐུབ་པ་ཞིག་རང་རང་སོ་སོའི་ངོས་ནས་བྱེད་རྒྱུ་དེ་ཡིན་པ་རེད། དེ་མ་གཏོགས་པ་གཅིག་གིས་དེ་བཞིན་གཤེགས་པས་ག་གེ་མཛད་ཡ་མེད་དེ་ངས། ང་དེ་འདྲ་ཡིན་དུས་དེ་ཡོང་བ་ལ་ཡང་སེམས་ཅན་གཞན་ལ་ཡང་བླང་དོར་གྱི་གནས་ཅི་བཞིན་པ་ཞིག་དང་སྟོན་ཐུབ་པ་ཞིག་ཡོང་བ་ལ་ཡང་སེམས་ཅན་གྱི་ཁམས་དང་བསམ་པ་དང་བག་ལ་ཉལ་ཇི་ལྟ་བ་བཞིན་དུ་ཤེས་པ་ཞིག་མ་བྱུང་ན་འགྱུར་མ་རེད། ཡོང་ཐུབ་གི་མ་རེད། ང་དེ་འདྲ་ཡིན་དུས་མི་དང་པའི་སེམས་ཅན་གྱི་ཁམས་དང་མོས་པ་སྣ་ཚོགས་པ་བདེ་སྐྱིད་སྒྲིབ་པའི་བྱིན་མ་ཇི་ལྟ་བ་བཞིན་དུ་ཤེས་པ་ཞིག་ཡོང་བ་ལ་ཡང་ནི་དེ་ལ་ཡང་གནོད་སྐྱེལ་ཡོང་མེད་དེ་ཤེས་བྱ་ཁྲིད་པའི་གནོད་བྱེད་ཡིན་དུ་བ། སེམས་བྱང་ཆུབ་སེམས་དཔའ་ལ་ཡང་ནི། སྐྱོན་གང་ནི་རང་གི་རྒྱུད་ལ་ཡོད་ན་རང་ཉིད་ཕུང་ཡོང་ཡང་རེད་ཉོན་མོངས་པའི་དྲི་བ་དེ་དང

ལྔ་ལ་ནི་ཉོན་མོངས་པའི་སྒྲིབ་པ་དེ་ཟད་ཐུབ་པ་ཞིག་མ་བྱུང་ན། ཉོན་མོངས་པའི་སྒྲིབ་པ་རྩ་བ་ནི་གཏི་མུག་བདེན་འཛིན་དེས་བཞག་པའི་ད་བག་ཆགས་དེ་ཡི་ཅི་བྱ་ཤེས་པ་ལ་བར་དུ་གཅོད་ཡོང་བ་ཡིན་དུས་རྩ་ནི་དེ་ཉིད་ཅིག་ཆར་དུ་ཤེས་པའི་ཁྱད་པར་བླ་ན་མེད་པ་དེ་ཡོང་བ་ལ་ཡང་བར་དུ་གཅོད་པ་ཡིན་དུས་རྩ་ནི། དེ་འདྲའི་འབྲས་བུ་ད་བའི་བདེན་འཛིན་གྱིས་བཞག་པའི་བག་ཆགས་དེ་གི་ད་སྣོད་དེ་བསྐྱེད་ནས་ཡོང་བ་ཡིན་དུས་རྩ་ནི་ད་དེ་འདྲའི་འབྲས་བུ་ཤེས་བྱ་དྲིས་པ་དེ་ཟད་པ་ལ་ཡང་བག་ཆགས་འཇོག་བྱེད་ཀྱི་ཉོན་མོངས་དེ་མ་ཟད་ན་བྱ་ཁྱོན་ནས་མི་འཐེན་གྱི་ཅིག་དེ་འདྲ་ཡིན་པ་ཡིན་དུས་རྩ་ནི། དྲིས་པ་གཉིས་པོ་དེ་རིམ་པ་བཞིན་དུ་དང། ད་སོགས་རེད། སྤོང་དགོས་ཨ་རབ་དེ་འདྲ་ཡིན་པ་རེད་དོ་དོ་དོན་ཡང་ཡིན། དོ་དོན་ཡང་ཡང་ནི་མེད་ཞེས་ཡག་གི། གཞི་ཆེ་ཤེས་པ་ལ་གཞན་དོན་མཐར་ཕྱིན་པ་ཞིག་ཡོང་བ་ལ་ཡང། ཕྱོགས་གཅིག་ནས་རང་པས་གང་བསྟན་རྒྱུའི་ཆོས་དེ་ལས་རང་ལ་པས་ཅུང་ཟད་ཙམ་ཡང་ལྐོག་ཏུ་མ་གྱུར་པ་ཞིག། ལྐོག་ཏུ་མ་གྱུར་པ་ཞིག་དགོས་ཀྱི་ཡོད་རེད། གཉིས་ནས་བསྟན་སའི་ཡུལ་དེའི་ཁམས་དང་མོས་པ་དང་དེའི་ད་ལྟའི་ཁམས་དང་མོས་པ་དབང་པོ་ཇི་ཙམ་པ་ཞིག་ཡོད་པ་ཙམ་ད་སོགས་ཡིན། ད་ལྟའི་ད་ལྟའི་བོད་ཀྱི་ཁམས་དུ་མེད་པ་ག་འདྲས་བརྗོད་འདོད་པ་དེ་ཙམ་ཤེས་པས་མི་ཕན་པ། དེ་སྔོན་ཕན་ཆད་ལ་ཡ་ཨ་ནི་རྒྱལ་བའི་བག་ཆགས་འདྲ་བོ་ད་ག་འདྲས་ག་འདྲས་ཡོད་མེད་དེའི་སྡིག་པའི་ཆ་ཙམ་ཤེས་པ་ཞིག་མ་བྱུང་ན་ད་མི་འོང་བ་ཡིན་དུས་ད་ནས་འོ་དེ་ཡི་སྡིག་པའི་མཐའ་དག་པའི་ཤེས་པ་ཞིག་ཡོང་བ་ལས་ད་ཤེས་བྱ་ཐོས་པ་མ་ཟད་ན་ཕྱི་དྲོ་ཁྱོད་ནི་མི་ལེན་ཅིག་འོ་དེ་འདྲས་ཡིན་དུས་ཁྱོད་དུ་ཤར་བ་སེམས་ཅན་གྱི་དོན་བྱེད་ཡ་རེད་དེ་འོ་དེ་ཡོང་བ་ལ་ཡང་སངས་རྒྱས་ཀྱི་གོ་བ་མ་ཐོབ་པ་ཐབས་མེད་ངེས་ཀྱི་ད་གནས་ཚུལ་དེ་འདྲས་ཡིན་པ་རེད་འོ་དེ་འདྲས་ཡིན་དུས་ད་ནས་ད་དེ་ལྟར།

རྟགས་འདི་བཤད་མ་ཐག་པ་ན་ཞིག་གིས་ད་གཙོ་བོ་འབྲས་བུའི། སངས་རྒྱས་ཀྱི་ས་ཡིས་ད་ལུང་རྟོགས་ཀྱི་ཡོན་ཏན་དང། ད་སྤངས་རྟོགས་ཡོན་ཏན་ཚང་མ་བྱང་ཆུབ་གོ་མི་ལོ་ད་དེ་འདྲས་ཀྱིས་ད་སྤངས་རྟོགས་ཀྱི་ཡོན་ཏན་དང་ད་དེ་སྒྲུབ་བྱེད་ཀྱི་སློབ་པའི་བྱང་ཆུབ་སེམས་དཔའི་ཐུགས་རྒྱུད་ཀྱི་ཆོས་ཡིན་གྱི་ད། དེ་ནས་ནི་དེ་འདྲ་འདྲ་བའི་ལམ་ལ་ཡང་སློབ་པར་མཛད་ངེས་ཀྱི། བྱང་ཆུབ་སེམས་དཔའི་དགེ་འདུན་རྣམས་དང། ཕྱག་དེ་བཞིན་དུ་ནི་ཉན་རང་ལ་སོགས་པ་ད་ཕྱག་བའི་ཀུན་ལ་ཡང་གུས་པར་ཕྱག་འཚལ་ཏེ། ད་ཕྱག་འཚལ་ནས་བྱ་བ་ག་རེ་བྱེད་རྒྱུ་རེད་ལབ་ན།

ལུང་ནི་དཔེ་ཡག་རེད་དེ་ཡིན་ན་ཡང་དེ་རྒྱ་ཆེན་པོ་བྱས་ནས་ཡོད་པ་ཡིན་དུས་ཙང་ནས་བློ་དམན་པ་ལ་ཡ་ང་ནས་ནམ་སང་དེ་རྟོགས་དཀའ་བ་རེད་ཨོ་དེ་འདྲས་ཡིན་དུས་བློ་དམན་པའི་ཆེད་དུ་མདོར་བསྡུས་པའི་ཚུལ་གྱིས་བསྟན་གྱི་ཡིན་ཨོ་དེ་འདྲས་ཡིན་དུས་ཙང་ནས་འདོད་པའི་སྐྱོན་མེད་བྱས་པ་ལུང་བཞིན་མདོར་བསྡུས་ནས་ནས་བརྗོད་པར་བྱ།